རྗེས་འཇུག་མ་ཡི་དཔེར་བརྗོད་རྗེས་འཇུག་མ་ཡི་དཔེར་བརྗོད། སྙིམ་པ། ས་སྙ་ཏག་སྙ་གི་གུ་སྙིམ་མ་སྙིམ་པ་སྙིམ་པ། སྙིམ་པ་ན་ན་ལག་པ་གང་ཡོད་ར་ལག་པ་གཉིས་མཉམ་དུ་བཞག་པ་ཡིན་ན་ལག་པ་གང་ལ་ཡོད་དོ་འོ་འདི་ལ་སྙིམ་པ་གང་ཟ། འདི་གི་དཔེར་བརྗོད་བཞག་པ་ཡིན་ན། བྱི་རིལ་སྙིམ་པ་གང་བླུགས། བ་ཡ་བདག་བྱ་གི་གུ་བྱི་ར་གི་གུ་རི་ལ་རིལ་བྱི་རིལ། ས་སྙ་བདག་སྙ་གི་གུ་སྙིམ་མ་སྙིམ་པ་སྙིམ་པ། གང་ང་གང། བ་བླ་བདག་བླ་ཞབས་ཀྱི་བླུགས་ག་ཟས་བླུགས། བྱི་རིལ་སྙིམ་པ་གང་བླུགས། ལ་བ་ཡིན་ན་བྱི་རིལ། ལག་པ་གང་བྱི་རིལ་བླུགས་དང་ཡང་ན་བྱི་རིལ་སྤྲད་དང། བ། དཔེར་བྱད་གཉིས་པ། ཆ་ཞབས་ཀྱི་ཆུ། ས་སྙ་བདག་སྙ་གི་གུ་སྙིམ་མ་སྙིམ་པ། ཆུ་སྙིམ་པ། གང། ཆུ་རྙིང་པ་གང་ལ་ན་ལག་པ་གང་ཆུ་ཟེར་བ་ཆུ་ལག་པ་གང་ལེན་པ་དེ་ལ་ཆུ་རྙིང་པ་གང། འདིའི་གི་བྱས་ལ་བྱས་མཇུག་མ་གི་དཔེར་བརྗོད། ས་སྣ་སྟག་སྣ་ཞབས་ཀྱུ་སྣུམ་མ་སྣུམ་སྣུམ། སྣུམ་ལ་ན་ང་ཚོ་དཔེར་བརྗོད་བཞག་པ་ཡིན་ན། ཁ་ལག་བཟོ་དུས་སྣུམ་དགོས། ཁ་ལག་ག་ལག་ཁ་ལག། བའོ་ས་སྣ་རུ་བཟོ་ད་ཞབས་ཀྱུ་དུས་ཟ་དུས། སོ་དུས་ས་སྣ་ལྟག་སྣ་ཞབས་ཀྱུ་སྣུམ་མ་སྣུམ། དག་དགའ་ན་རོ་གོས་ཟ་གོས། ཁ་ལག་བཟོ་དུས་སྣུམ་གོས། ཁ་ལག་བཟོ་དུས་ག་སུ་ལབ་པ་ཡིན་ན་དཔེར་ན་ང་ཚོ་ཚེ་སྔོན་དུས་ག་སུ་ང་ཚོ་སྣུམ་བེད་སྤྱོད་བཏང་གི་ཡོད་རེད་བ་དེ་ལ་ཚེ་ཁ་ལག་བཟོ་དུས་སྣུམ་གོས། ཡང་ན། གདོང་ལ་སྣུམ་བྱུགས། ག་དག་ན་རོ་གདོང་ང་གདོང་ལ་གདོང་ལ། ས་སྣ་ལྟག་སྣ་ཞབས་ཀྱུ་སྣུམ་མ་སྣུམ། བ་ཡ་དག་བྱ་ཞབས་ཀྱུ་བྱུགས་ག་བྱུགས། གདོང་ལ་སྣུམ་བྱུགས།

དགའ་ཡག་དག་རྒྱ་གི་འུབ་ཀྱི་འདེམ་གི། ཨ་མདའ་ཞབས་ཀྱི་འདུག་ག་འདུག། ཤིང་སྡོང་རླུང་གི་འདེམ་གི་འདུག་ལབ་པ་ཡིན་ན་ཤིང་སྡོང་འདི་རླུང་གི་མགུ་ཆ་ལང་གི་འདུག། ཡང་ན་ཡག་མ་གཡོག་གི་འདུག་ཟེར་བ་འདེམ་འདེམ་བྱེད་ཀྱི་འདུག་ཟ། དཔེར་བརྗོད་གཉིས་པ། ཤིང་སྡོང་འདེམ་འདེམ་བྱེད་ཀྱི་འདུག། ཤ་གི་འུ་ཤིང་ང་ཤིང། ས་མདའ་དག་མདའ་ནོར་མདོང་ང་མདོང། ལ་ད་ད་ད་རིང་པོ་ལྡེམ་མ་ལྡེམ། ལ་ད་ད་ད་རིང་པོ་ལྡེམ་མ་ལྡེམ། ཤིང་སྡོང་ལྡེམ་ལྡེམ། བ་ཡ་ད་བྱ་རིང་པོ་བྱེད་ད་བྱེད། ཀ་ཡི་ད་སྐྱ་ཀྱི་ཧུ་ཀྱི་བྱེད་ཀྱི། ཨ་ད་ཞབས་ཀྱི་འདུག་ག་འདུག། ཤིང་སྡོང་ལྡེམ་ལྡེམ་བྱེད་ཀྱི་འདུག་ལ་བ་ཡ་ན་ཤིང་སྡོང་འདི་དགུ་བྱ་ལང་གི་འདུག། ཡང་ན་ཡ་མ་གཡོག་གི་འདུག་ར་རླུང་གིས། འདི་གི་བྱེད་ལ་བཙོམ། ར་ཙག་ཙག་ཙག་ན་རོ་བཙོམ་མ་བཙོམ་བཙོམ། ཁྱེད་རང་གི་ཡི་གེ་སྒྲོག་ཡང་ན Poetry Poem སྒྲོག་གང་རུང་ཞིག་བྲིས་པ་རྩོམ་ཟེར་འདི་ལ། ཨ། ང་ཡི་རྩོམ་འདི་ཀློག་ཨ། ང། ཨ་གི་གོ་ཡི་ང་ཡི། ར་རྩ་སྟག་རྩ་ན་རོ་རྩོམ་མ་རྩོམ་ཨ། བདག་གི་གོ་འདི་རྩོམ་འདི། ཀ་བླ་སྟག་བླ་ན་རོ་ཀློག་ག་ཀློག་ཨ། ཀློག་ཨ། ཁྱེད་རང་གིས་མི་གཞན་ལ་ལབ་པ་ཡིན་ན། ཁྱེད་རང་ང་ཡི་རྩོམ་འདི་ཀློག་ཨ་ཟེར་བ་ང་གི་ཡི་གེ་སྒྲིག་སྒྲོག་འདི་ཀློག་ཨ་ལ་འགྱུར་འགྲོ་བ་རེད། གཉིས་པ། ང་ཟ་ངེ། ར་བཙག་དང་བཙག་ན་རོ་བཙོམ་མ་བཙོམ། བག་ར་བཙག་བྲག་གི་གུ་བྲི་ཟ་བྲི། ཡ་གི་གུ་ཡིན་ན་ཡིན། ར། ངེ། བཙོམ་བྲི་ཡིན། ཁྱེད་རང་གི། Poem། ཡང་ན Poetry། ཁྱེད་རང་གི། བཙོམ་འགྲོ་ཞིག་ནི་ཁྱེད་རང་གི་བསྒྲིགས་ཚགས་ཡིན། ར་བ་དཔེར་བརྗོད་འདི་འདྲས་བྱས། འདི་གི་རྗེས་ལ། ཁྱིམ། ཁ་ཡ་ཐོག་ཁྱ་གི་གུ་ཁྱིམ་མ་ཁྱིམ། ཁྱིམ། ཁྱིམ་ལ་ན། ནང། ཡང་ན་ཨིན་ཇི་སྐད་ལ་མ་སོན་ན། Home། ཟ། དཔེར་བརྗོད་བཞག་པ་ཡིན་ན། ཨའོ་བདའ་ཁྱི་གུ་འདི། ང་ཨ་ཁྱི་གུ་ཡིས། ཁ་ཡག་ཐོག་ཁྱ་ཁྱི་གུ་ཁྱིམ་མ་ཁྱིམ། ར་སྒྲེང་པོ་རེད་ད་རེད། འདི། ང་ཡི་ཁྱིམ་རེད། ར། འདི་ང་ཡི་ཁྱིམ་རེད་ལ་ན། འདི། ང་ཡི་ནང་རེད། དཔེར་བརྗོད་གཞན་དག་བཞག་པ་ཡིན་ན། ནང་ང་ནང། ལ། ནང་ལ། ཁ་ཡག་ཐོག་ཁྱ་ཁྱི་གུ་ཁྱིམ་མ་ཁྱིམ། རྫ་དྲང་པོ་ཟེར་ར་ཟེར་ཁྱིམ་ཟེར། ནང་ལ་ཁྱིམ་ཟེར་ལ་བ་ཡིན་ན་དཔེར་ན home ཡོད་ར་སོ་སོ་གི་བདེ་ས་གི་ཁང་པ་འདི་ལ་ང་ཚོ་ཁྱིམ་ལ་གི་རེད། འདི་གི་ཆེ་ལ་ཟླུམ་པོ། ཟ་ལ་དག་ཟླ་བཞི་བཅུ་ཟླུམ་མ་ཟླུམ་པ་ནོར་བུ་ཟླུམ་པོ། ཟླུམ་པོ་ལ་ན་གོར་གོར round། དཔེར་བྱོལ་བཞག་བ་ཡིན་ན། གཟའ་ལ་བདག་བཟའ་ཞེས་རྒྱུ་ཟླུམ་མ་ཟླུམ་པ་ན་རོ་པོ་ན་སྐྱེ་དགུ་ནི་ཟླུམ་པོ་ནི་ག་ན་རོ་གོར་ར་གོར་ག་ན་རོ་གོར་ར་གོར་ལ་གོར་གོར་ལ་གཟའ་རིང་པོ་ཟེར་ར་ཟེར། ཟླུམ་པོ་ནི་གོར་གོར་ལ་ཟེར། ཟླུམ་པོ་ལ་འདི་ང་ཚོ་གོར་གོར་ཡོད་ར round འདི་འདྲ་ལ་ལ་གི་རེད་དཔེར་ན་ཉི་མ། ཡང་ན་ཟླ་བ། དཔེར་བརྗོད་གཉིས་པ། ཉི་མ་ཡི་དབྱིབས་ཟླུམ་པོ་རེད། ཉག་གི་གུ་ཉི་མ་གི་གུ་ཡི་ཉི་མ་ཡི། དྭོགས་བ་ཡ་ད་ཡ་གི་གུ་དབྱིབས་བ་ཟ་དབྱིབས། ཟ་ལ་ད་ཟླ་བཞིན་གྱི་ཟླུམ་མ་ཟླུམ་པ་ན་རོ་པོ་ར་རིང་པོ་རེད་ད་རེད། ཉི་མ་ཡི་དབྱིབས་ཟླུམ་པོ་རེད། ཉི་མ་ག་གི་བཟོ་ལྟ་དེ་ག་རེ་ཡོད་རེད་ཟེར་ན་ཟླུམ་པོ་གོར་གོར་རེ་རེད་ཟེར་ར། ཉི་མ་གི་བཟོ་ལྟ་དེ་གོར་གོར་རེད་ཨ་ཡོད་རེད། ཟླུམ་པོ་ལ་ན་གོར་གོར།